བོད་དང་བོད་མིའི་མགྲིན་ཚབ་ཅེས་པའི་དཔེ་ཀློག་ལེ་ཚན་གྱི་བསྟར་འཕྲིན་ཚོགས་པའི་ནང་ལོ་ལོ་ཡར་ཞུགས་པའི་སེང་འབྲོག་གླིང་རྒྱལ་ཁྱེད་རྣམས་མགོ་འགམ་བཟང། གཤམ་ལ་གུས་པས་མུ་མཐུད་ནས་ཁ་སང་ལྗགས་ཀློག་ཞུ་མཚམས་དེ་ནས་མ་འཁྱུག་ཙམ་ལྗགས་ཀློག་ཞུ་གི་ཡིན་ན། གཤམ་ལ་གསལ་སྣང་ཡོང་བའི་འབོད་སྐུལ་ཞུ་གི་ཡོད། ཁ་སང་གི་ལྗགས་ཀློག་ཞུ་མཚམས་དེ་ནི་ཤོག་གྲངས་བརྒྱ་དང་ལྔ་བཅུ་ང་བཞི། ཝོར་ནེ་ཡར་བརྩིས་པའི་དབྱིངས་འབྲིང་གསུམ་པོ་དེ་ལ་ཡར་སླེབས་བསྡད་ཡོད། གཤམ་ལ་མུ་མཐུད་གསན་རོགས། དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་གསུམ་པའི་ཚེས་ལྔ་སྟེ་སུམ་ཅུ་དུས་དྲན་གྱི་སྔོན་མཚམས་དུ་བོད་ནང་ངོ་རྒོལ་ཁྲོམ་སྐོར་བྱུང་ཞིང། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་ལྷ་ས་བོད་མིའི་རང་དབང་གྱེན་ལངས་བྱུང་བའི་རྗེས་ཀྱི་རྒྱ་ནག་གུང་ཁྲན་གཞུང་ལ་ཡང་ངོ་རྒོལ་སྐད་འབོད་བྱས་པ་གཞི་རྒྱ་ཆེ་ཤོས་དེ་རེད། ཉིན་གསུམ་བསྟུད་མར་རྒྱ་ནག་གཞུང་གིས་བོད་མིའི་ཐོག་གདུག་རྩུབ་ཆེན་པོས་དྲག་གནོན་བྱས་ཏེ་མི་བརྒྱ་ཕྲག་ཁ་ཤས་གཏན་རྐྱེན་ལམ་དུ་བཏང། ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་རྒྱ་ནག་གཞུང་གིས་ལྷ་སའི་ནང་དྲག་པོའི་ཁྲིམས་གཞི་བཏང། གནས་ཚུལ་དེ་དག་ལ་ཡར་བརྟེན་ནས་སྐབས་དེར་ཡུ་རོབ་ཀྱི་རྒྱལ་ཁབ་མང་པོའི་གྲོས་ཚོགས་ནང་དུ་ཡང་བོད་ཀྱི་གནད་དོན་གླེང་སློང་བྱས་པར་མ་ཟད། ལོ་དེ་རང་དུ་འཇར་མན་དུ་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་སྐོར་གྱི་རྒྱལ་སྤྱིའི་སྙན་ཞིབ་ཐོག་མ་དེ་གོ་སྒྲིག་བྱས། ལོ་དེའི་ཕྱི་ཟླ་བཞི་པའི་ཚེས་བཅུ་དབྱང་ཉིན་ཧུའུ་ཡའོ་པའང་འདས་གྲོངས་སོང། ཁོང་དམར་ཕྱོགས་ཚོགས་པ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་གནས་དབྱུག་བཏང་བ་རེད། ཁོང་འདས་གྲོངས་སོང་བའི་ཉིན་ནས་འགོ་བཙུགས་ཏེ་སློབ་ཕྲུག་གི་སྣེ་ཁྲིད་པའི་ངོ་བོས་ངོ་རྒོལ་སྐད་འབོད། སྤྱི་ཟླ་དྲུག་པའི་ཚེས་བཞི་བར། པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་ཐོག་རྒྱུན་མཐུད་དུ་བྱས། སློབ་ཕྲུག་ཚོའི་འབོད་སྐུལ་བགྱི་བའི་འདོད་འདུན་ནི། གཞུང་གི་ངོས་ནས་མང་ཚོགས་ལ་ཡང་འགན་འཁུར་བྱེད་ཚད་ཆེ་རུ་གཏོང་དགོས་པ་མ་ཟད། དམངས་གཙོ་དང། གསར་འགོད་རང་དབང། སྨྲ་བརྗོད་རང་དབང་བཅས་དགོས་ལུགས་སྐོར་དེ་རེད། ངོ་རྒོལ་གྱི་འཕེལ་རིམ་རྩེ་མོར་སོན་སྐབས་མི་གྲངས་ས་ཡི་བརྒལ་བ་འདུ་འཛོམས་བྱུང་ནས། རྒྱ་ནག་དམར་ཤོག་ཚོགས་པར་སྲིད་དབང་ཐོབ་རྗེས་ཀྱི་གདོང་ལེན་བྱེད་ཁག་ཤོས་ཀྱི་ཁ་གཏད་དུ་གྱུར། འཛམ་གླིང་གི་སྐྱེ་བོ་ཀུན་དང་འདྲ་བར། ངོས་ཀྱང་གནས་ཚུལ་འདི་ཧ་ལས་པ་དང་ཆབས་ཅིག་ཡི་རངས་དང་དངངས་འཚབ། རེ་བ་བཅས་འདྲེས་མའི་སྒོ་ནས་གནས་ཚུལ་གྱི་བྱུང་རིམ་ལ་དོ་སྣང་ཆེན་པོ་བྱས་པ་ཡིན། སྤྱི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་ངོས་ནས་གསལ་བསྒྲགས་སྤེལ་དོན། རྒྱ་ནག་ནང་འབྱུང་མུས་ད་ལྟའི་དམངས་གཙོ་དང་རང་དབང་གི་ལས་འགུལ་ཡར་ངོས་ནས་དོ་སྣང་ཆེན་པོས་ལྟ་བཞིན་ཡོད། རྒྱ་རིགས་མི་མང་སྤྱི་དང་ལྷག་པར་གཞོན་ནུ་དང་ཤེས་ཡོན་ཅན་ཚོས་རང་གི་སེམས་ཚོར་ངོ་མ་སྟོན་བཞིན་པར། ངོས་ནས་ཁོང་ཚོའི་ལས་འགུལ་ལ་རྒྱབ་སྐྱོར་དང་བློ་སྟོབས་ལ་ཡང་ཡི་རངས་ཞུ་གི་ཡོད། འཕེལ་ཕྱོགས་འདིས་རྒྱ་ནག་ལ་ཡང་ཕན་ཐོགས་ཡོང་རྒྱུ་རེད། ལམ་ལུགས་ནང་ལོགས་ནས་གནོན་ཤུགས་ཤིན་ཏུ་ཆེ་པོ་རེད། ཉུང་མཐར་ཡང་རྒྱ་ནག་གི་འགོ་ཁྲིད་ནང་གི་ཤོག་ཁག་ཅིག་གིས་འཕེལ་ཕྱོགས་འདིར་ཕྲན་བུ་བཟང་ཕྱོགས་ཀྱི་བྱེད་ཐབས་འཛིན་བཞིན་ཡོད་གསུང། ངོས་ནས་རྒྱ་ནག་གི་འགོ་ཁྲིད་ཚོར་དངོས་ཡོད་གནས་ཚུལ་ཁས་ལེན་པའི་སྙིང་སྟོབས་དང། མང་ཚོགས་ཀྱི་རེ་འདུན་གྱེན་ལྡོག་གནང་དགོས་པའི་སྐུལ་མ་བྱ་རྒྱུ་ཡིན། ཞེས་བཀོད་ཡོད། སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་ཉིན་པེ་ཅིན་ན་དྲག་པོའི་ཁྲིམས་གཞི་བསྡམས་ཏེ་དམག་དཔུང་འབུམ་གསུམ་ཙམ་གྲོང་ཁྱེར་ནང་འགྲེམས་འཇོག་བྱས། འཛམ་གླིང་ཡོངས་ཀྱི་བརྙན་འཕྲིན་བརྒྱུད་རྒྱ་ནག་གི་གནས་ཚུལ་རྫ་དྲག་ཏུ་འགྲོ་བཞིན་པ་དང་ངག་འཚབ་དངངས་འཚབ་ཀྱི་རྣམ་པ་ཆེ་རུ་འགྲོ་བཞིན་པ་མཐོང་སྐབས། ངོས་ནས་ངོ་རྒོལ་བྱེད་མཁན་གྱི་སློབ་ཕྲུག་ཚོ་དང་ཁོ་ཚོས་སྔོན་དུས་ལ་ཡང་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་འདོད་བྱུང། ངོས་ཀྱི་ལས་ཞབས། ནང་མ། མང་པོས། དེ་ལྟར་བྱས་ན་པེ་ཅིང་ལ་ཡང་ཕོག་ཐུག་ཕྱིན་པའི་དབང་གིས་བོད་ཀྱི་འབྲེལ་མོལ་ལ་ཡང་དོ་ཕོག་འགྲོ་སྲིད་པའི་བསམ་གཞིག་ནན་ཏན་སྒོས་ནས་སློབ་སྟོན་བྱས་བྱུང། ངེད་ཚོ་ཚང་མས་གཞན་བསད་ད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་བཅུ་གྱ་དགུའི་སྤྱི་ཟླ་དྲུག་པའི་ཚེས་གསུམ་ཉིན། རྒྱ་ནག་གི་འགོ་ཁྲིད་ཚོས་མི་མང་གི་ཐོག་ཏུ་བཅིངས་འགྲོལ་དམག་མི་བཏང་སྟེ། དངོས་སུ་རང་གི་མི་མང་ལ་ཡང་དྲག་དྲག་མཚོན་མེ་མདེལ་བེད་སྤྱོད་བྱས་ཤིང། ཚེས་བཞི་ཉིན་ཁྲབ་མདན་དྲག་དམག་འཁོར་ལོ་དང་ལྕགས་ཁྲབ་འཁོར་ལོ་མང་པོ་གནམ་བདེ་སྒོ་མོ་ཆུའི་ཐང་ཆེན་དུ་བཏང། ཉིན་དེའི་མི་གྲངས་ག་ཚོད་རྐྱེན་འདས་སུ་བཏང་ཡོད་མེད་ད་བར་སུས་ཀྱང་ཤེས་རྟོགས་བྱུང་མེད། གནས་ཚུལ་དེ་ཚོས་ངོས་རང་ཧོན་ཐོར་བྱུང། རྒྱ་ནག་མི་དམངས་ཚོའི་རང་དབང་སྔར་བས་ཆེ་ཙམ་དང་འཚོ་བ་དྲག་ཙམ་ཡོང་བའི་རེ་འབོད་བྱས་པར། རྒྱ་ནག་གཞུང་གིས་དམག་མི་བཏང་སྟེ་རང་གི་མི་དམངས་ཐོག་མེ་འཕེན་གྱིས་རྐྱེན་འདས་བཏང་བ་ནི་འཇིགས་སུ་རུང་བའི་བྱ་སྤྱོད་ཅིག་རེད། ངོས་ནས་ཁོ་བོའི་ཡིག་ཚང་དྲུང་ཆེ་བཀྲས་མཐོང་བསྟན་འཛིན་གྱི་ཆེད་དང། སྐབས་དེའི་ཕྱི་འབྲེལ་བཀའ་བློན་རྒྱ་རི་བློ་གྲོས་རྒྱལ་མཚན་གཉིས་འཕྲལ་དུ་འབོད་འགུག་གིས། རྒྱ་གཞུང་གི་དྲག་གནོན་ལ་ངོས་ནས་ངོ་རྒོལ་ཤུགས་ཆེ་དང། གནམ་བདེ་སྒོ་མོ་ཆེའི་ཐང་ཆེན་དུ་འདུ་འཛོམས་བྱས་པས། རྒྱ་རིགས་གཞོན་སྐྱེས་ཚོར་གདུང་བརྩེ་མཉམ་སྐྱེད་ཡོད་པའི་གསལ་བསྒྲགས་འབྲི་རྒྱུ་བསྔགས་པ་ཡིན། བསམ་ཤེས་ཐུབ་ངེས་གདའ། ཁོང་གཉིས་ཀྱི་སེམས་ནང་དེ་འདྲའི་ཡོངས་ཁྱབ་ཀྱི་གསལ་བསྒྲགས་བྱས་ན། རྒྱ་ནག་གཞུང་གི་འགོ་ཁྲིད་དང་འབྲེལ་མོལ་བྱེད་མུས་ལ་ཤུགས་རྐྱེན་ངན་པ་ཡོང་དོགས་ཀྱི་སེམས་ངན་བྱེད་ཀྱི་འདུག་འོན་ཀྱང་ངོས་ནས་ད་ལྟའི་གནས་སྐབས་འདི་ལྟ་བུར་སྐད་ཆ་མ་བཤད་ན་མ་འོངས་པར་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་སྐོར་ངོས་ལ་སྐད་ཆ་བཤད་རྒྱུའི་ཐོབ་ཐང་ཇི་ལྟར་ཡོང་གི་རེད་ཅེས་བརྗོད་པ་དང་ཆབས་ཅིག་ཐང་ཆེན་དུ་ཡོད་པའི་རྒྱ་རིགས་གཞོན་སྐྱེས་ཚོས་རང་དབང་ཆེ་ཙམ་དགོས་པའི་དགོས་འདུན་ལས་གཞན་དག་གང་ཡང་དགོས་ཡོད་ཟེར་གྱི་ཡོད་མ་རེད་ཅེས་དྲན་སྐུལ་བྱས་པ་ཡིན། དེ་ལ་སྐབས་འགའ་ཞིག་སྟེ། འགྲོ་བ་མིའི་གཞི་རྩའི་གནད་དོན་དང་འབྲེལ་བའི་གནད་འགག་ཆེན་པོར་འདུག་སྐབས། སླ་བཅོས་སམ་སྒེར་གྱི་ཁེ་ཕན་ལ་ཡང་བསམ་སྟེ་ཁ་ཚུམས་ནས་སྡོད་ཐབས་མེད་པར་བརྟེན། ངོས་ནས་རྒྱ་ནག་གི་དཔོན་རིགས་ཚོས་དྲག་པོའི་བྱ་སྤྱོད་སྤེལ་བར་བརྗོད་ཚིག་ཤུགས་གང་ཆེ་ངོ་རྒོལ་ཡོད་པ་བརྗོད་ཐོག་གཞུང་ཕྱོགས་ནས་རང་གི་མི་དམངས་ཀྱི་བསམ་འདུན་ངོ་མ་དང་ལེན་མ་ཐུབ་པར་བློ་ཕམ་ཤིན་ཏུ་ཆེན་པོ་བྱུང་ཚུལ་དང། ཉེས་མེད་རྐྱེན་འདས་སོང་བར་མྱ་ངན་དང་སྨོན་ལམ། དེ་དག་གི་ཤུལ་ལུས་ནང་མི་དང་སྤུན་མཆེད། གྲོགས་པོ་གྲོགས་མོ་རྣམས་ལ་གདུང་སེམས་མཉམ་སྐྱེད་ཡོད་ཅེས་གསལ་བསྒྲགས་བྱས་པ་ཡིན་ལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་དྲུག་པའི་ཚེས་བཞི་ཉིན་མོ་དེར། བོད། བོད་ཕྱི་ནང་གང་སར་ཡོད་པའི་བོད་མི་ཚོས་རྒྱ་རིགས་མི་དམངས་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་བྱས་ཡོད་ཅེས་ངོས་ནས་གདེང་སྤོབས་ཆེན་པོས་བརྗོད་ཐུབ། རྗེས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་བཅུ་གཉིས་པའི་ཚེས་བཅུ་ཉིན་ངོས་ནས་ནོ་སྦེལ་ཞི་བདེའི་གཟེངས་རྟགས་ལེན་ལེན་སྐབས་ཀྱི་གཏམ་བཤད་ཀྱི་འགོ་ཚུགས་ཐོག་བརྗོད་དོན་དུ། ངོས་ནས་འཛམ་གླིང་གི་ས་ཕྱོགས་གང་སར་མནར་གཅོད་འོག་ཚུད་པའི་སྐྱེ་བོ་སྤྱི་དང་འཛམ་གླིང་ཞི་བདེ་དང། རང་དབང་གི་དོན་དུ་འབད་བརྩོན་བྱེད་བཞིན་པའི་སྐྱེ་བོ་ཡོངས་ཀྱི་ཚབ་ཞུས་ཏེ་བཀའ་དྲིན་ཚད་མེད་དྲན་པའི་སྒོ་ནས་གཟེངས་བསྟོད་འདི་བཞིན་དང་ལེན་ཞུ་གི་ཡོད། འཚེ་མེད་ཞི་བའི་ལག་ལེན་བརྒྱུད་འགྱུར་བ་གཏོང་རྒྱུའི་ལམ་སྲོལ་དེང་དུས་ཡོད་པ་འདི་ཉིད་གསར་གཏོད་གནང་མཁན་བདག་ཉིད་ཆེན་པོ་གྷནྡྷི་ལ་ཡང་གུས་འདུད་ཆེས་གཟེངས་བསྟོད་འདི་དང་ལེན་ཞུ་བ་ཡིན། ཁོང་གི་སྐུ་ཚེའི་རྣམ་ཐར་གྱིས་ང་ལ་བསླབ་བྱ་དང་སེམས་འགུལ་ཐེབས་མྱོང། ཞེས་དང། གཟེངས་རྟགས་དང་ལེན་གྱི་གཏམ་བཤད་ན་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་སྐོར་ཚུད་དགོས་པ་གལ་ཆེར་མཐོང་ནས་ཆེད་དུ་དམིགས་ཏེ་བརྗོད་པར། རྒྱ་ནག་ནང་འདི་ལོ་སྤྱི་ཟླ་དྲུག་པར་མང་ཚོགས་ཀྱི་ཕྱོགས་ནས་དམངས་གཙོ་དགོས་འདུན་གྱི་ལས་འགུལ་བརྩམས་པ་དེ་དག་ལ་ཡང་ཡ་ང་སྙིང་རྗེ་བྲལ་བའི་དྲག་ཤུགས་ཀྱིས་དྲག་གནོན་བྱས་ན་ཡང། མང་ཚོགས་ཀྱི་ལས་འགུལ་དེ་རྣམས་ལ་ཡང་གྲུབ་འབྲས་མ་ཐོན་པ་ཞིག་ལ་ཡང་ངོས་འཛིན་བྱེད་ཀྱི་མེད། གང་ལགས་ཤེ་ན། རྒྱ་ནག་མི་མང་ནང་རང་དབང་དགོས་པའི་སེམས་ཤུགས་ཀྱི་མེ་ལྕེ་དེ་བསྐྱར་གསོ་ཐུབ་པ་བྱུང་ཡོད་ཅིང། དེ་འདྲའི་རང་དབང་གི་སེམས་ཤུགས་དེ་དག་འཛམ་གླིང་གི་ས་ཕྱོགས་མང་པོར་ཁྱབ་སྤེལ་འགྲོ་བཞིན་པར་སོང། ནུས་ཤུགས་དེ་ལས་རྒྱ་ནག་གཡོལ་ཐབས་མེད་པ་ཞིག་རེད། རྒྱ་ནག་གི་སློབ་ཕྲུག་སྙིང་སྟོབས་ཅན་རྣམས་དང། ཁོང་ཚོར་རྒྱབ་སྐྱོར་བྱེད་མཁན་ཚོས་རྒྱ་ནག་གི་འགོ་ཁྲིད་ཚོ་དང། འཛམ་གླིང་རྒྱལ་ཁབ་ཆེན་པོ་དེ་རང་བཞིན་གྱིས་འགྲོ་མིའི་གདུང་ཤུགས་ལྡན་པ་རེད། ཅེས་གསལ་ཡོད། དེ་ལ་སྔོན་མའི་ཨུ་རུ་སུ་མཉམ་འབྲེལ་རྒྱལ་ཁབ་དང་ཤར་ཡུ་རོབ་གཉིས་ཀྱི་ནང་དུ་མང་ཚོགས་ཀྱི་རང་དབང་རྩོད་ལེན་ལས་འགུལ་ལ་ཡང་ལམ་ལྷོངས་བྱུང་སྟེ་བྷར་ལིན་གྱི་རྩིག་པ་གཏོར་བ་དང། དབང་ཆ་གཅིག་སྡུད་རིང་ལུགས་ཀྱི་དམར་ཤོག་འོག་ནས་ཡུལ་ལུང་མང་པོ་རང་དབང་ཐོབ་ཐུབ་པ་བྱུང་ཡོད་ན་ཡང། སློབ་ཕྲུག་གིས་སྣེ་ཁྲིད་པའི་གནམ་སྡེ་སྒོ་མོ་ཆེ་ཐང་ཆེན་གྱི་རང་དབང་ལས་འགུལ་གྱིས་རྒྱ་ནག་གུང་ཁྲན་གཞུང་གི་གཉུག་མའི་གཡོ་བ་དེ་ཧྲལ་ཐུབ་མེད། དེ་གཉིས་དབར་གྱི་ཁྱད་པར་ཆེན་པོ་དེ་གང་ལས་བྱུང་བའི་སྐོར་ལོ་རྒྱུས་སྨྲ་བ་དང་ཡུལ་བབ་སྲིད་དོན་མཁས་ལབ་ཚོའི་དཔྱད་ཞིབ་ཀྱིས་ལན་གསལ་ཡོང་ངེས་ཡིན་པ་བརྗོད་མི་དགོས། སྟབས་བདེའི་འགྲེལ་བཤད་དུ། དགོངས་ཕྱོགས་ཡོངས་ཉེལ་ཡང་མ་འཛིན་པར་ངོས་རང་གིས་བལྟས་ན་དོན་གནད་གཉིས་འདུག་གཅིག་ནི། རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་གི་མིང་ལ་མི་དམངས་བཅིངས་འགྲོལ་ཞེས་བཏགས་ཡོད་མོད། འགའ་ལ་ཡང་ཐུག་དུས་རང་གི་མི་དམངས་ལ་མེ་མདའ་འཕེན་ཚུལ་མེ་མདའ་འཕེན་རྒྱུར་ཚམ་ཚོམ་མེད་པ་དེ་རེད། དེ་ལས་ལྡོག་སྟེ་ཤར་ཡུ་རོབ་ན་གནས་ཚུལ་དེ་འདྲ་བྱུང་མེད། གཉིས་པ་ནི། ཤར་ཡུ་རོབ་ན། དབང་འཛིན་པས་འགྲན་རྒོལ་གྱི་སྟོབས་ཤུགས་དེ། མང་ཚོགས་ཀྱི་རང་དབང་རྩོད་ལེན་བྱེད་པའི་ལས་འགུལ་གྱི་རྣམ་པའི་ཐོག་ནས་བྱུང་རུང། ལས་འགུལ་དེའི་སྒུལ་ཤུགས་ཆེས་རྒྱས་དུས། ཧ་ལམ་ཡུལ་གྱི་མི་འབོར་ཡོངས་རྫོགས་ཀྱིས་རྒྱབ་སྐྱོར་བྱས་པ་བྱུང་ཡོད། དེ་ལས་ལྡོག་སྟེ། གནམ་བདེ་སྒོ་མོ་ཆེའི་གནས་ཚུལ་ཡར་ཆ་བཞག་ན། སློབ་ཕྲུག་གིས་སྣེ་ཁྲིད་པའི་ལས་འགུལ་ཡར་རྒྱབ་སྐྱོར་གྱི་ངོ་རྒོལ་སྐད་འབོད་དེ། རྒྱ་ནག་གི་གྲོང་ཁྱེར་དང་གྲོང་བརྡལ་བརྒྱ་ཕྲག་ཁ་ཤས་ལ་ཁྱབ་ན་ཡང། དོན་དངོས་སུ་གནས་སྟངས་ལ་འགྱུར་གཏོང་ཐུབ་པའི་གནད་འགག་གི་གྲངས་ཚད་ཅིག་ལ་སླེབས་ཐུབ་མེད་པར་མངོན། འོན་ཀྱང་གནམ་བདེ་སྒོ་མོ་ཆེའི་གནས་ཚུལ་དེ། རྒྱ་ནག་མི་དམངས་ཀྱི་རང་དབང་དང་ཆེ་མཐོང། དམངས་གཙོ་བཅས་ལ་རེ་འདོད་བྱེད་པའི་ལེའུ་དེ་མཇུག་བསྒྲིལ་བར་ངོས་ནས་ཡིད་ཆེས་སྐར་མ་གཅིག་ཀྱང་བྱེད་ཀྱི་མེད། བོད་རྒྱའི་གནད་དོན་དེ་གནམ་བདེ་སྒོ་མོ་ཆེའི་གནས་ཚུལ་དང་ཐད་ཀར་འབྲེལ་བ་མེད་མོད། བྱུང་བ་དེའི་རྐྱེན་གྱིས་ངེད་ཚོ་རྒྱ་ནག་དབར་གྲོས་མོལ་གྱི་ལས་རིམ་ཐོག་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་ནི་ཡ་མཚན་གྱི་གཞི་ཞིག་མིན། དེ་ལྟའི་ཤུགས་རྐྱེན་དབང་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུ་ལོར་ཏིང་ཞའོ་ཕིང་གིས་ངོས་ཀྱི་གཅེན་པོ་རྒྱལ་ལོ་དོན་དྲུག་དང། རང་བཙན་ལས་གཞན་པས། གནད་དོན་ག་རེ་ཡིན་ན་ཡང་གྲོས་མོལ་བྱ་དུས་ཞེས་བཤད་ནས་མགོ་བཙུགས་པའི་གྲོས་མོལ་གྱི་བརྒྱུད་རིམ་དེ་གནས་སྐབས་མཇུག་བསྒྲིལ། ཏིང་ཞའོ་ཕིང་གིས་འགོ་ཁྲིད་ཐོག་མར་གནང་དུས་གནད་དོན་མང་པོ་ཞིག་ལ་ཡ་རེ་བའི་གཞི་བྱུང་ཡོད་མོད། འོན་ཀྱང་མཐའ་མ་ཁོ་པའང་མའོ་ཙེ་ཏུང་ནང་བཞིན་གདུག་རྩུབ་ཅན་ཞིག་ཡིན་པར་གསལ་པོར་གྱུར། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་གསུམ་པའི་ཚེས་བརྒྱད་ཉིན་བོད་ཀྱི་རྒྱལ་ས་ལྷ་སར་དྲག་པོའི་ཁྲིམས་གཞི་བསྡམས་པ་སྟེ་ལོ་རྗེས་མའི་སྤྱི་ཟླ་ལྔ་བའི་ཚེས་གཅིག་བར་ཕྱི་བདེན་མ་བྱས་པར་རྒྱུན་འཇོག་བྱས། སེ་འབྲོག་ལྷན་རྒྱས། ཐག་རིང་ནས་ལེའུ་བརྒྱད་པ་ཡོངས་སུ་འཇུག་བགྲེས་པོ་ཡིན་གཤམ་ལ་གུས་པས་མུ་མཐུད་ནས་ལེའུ་དགུ་པ་འཁྱུག་ཙམ་སྦྱར་ཀློག་ཞུ་རྒྱུ་ཡིན་ན་མུ་མཐུད་གསན་ན་ཡོང་ཞོ། ལེའུ་དགུ་པ། གནམ་བདེ་གོང་མ་ཆེའི་དོན་རྒྱལ་གྱི་རྗེས་འབྲས། གནམ་བདེ་གོང་མ་ཆེའི་རྐྱེན་ཆགས་ངན་པ་དེ་ཞར་བྱུང་འཕྲལ་གྱི་རྗེས་འབྲས་གཅིག་ནི། རྒྱ་རིགས་མང་པོ་ཞིག་དང་ལྷག་པར་དྲག་གནོན་རྗེས་རྒྱ་ནག་ནང་ཕྱིར་བྲོས་བྱོལ་དུ་ཡོང་བའི་རྒྱ་མིའི་ཤེས་ཡོན་ཅན་དང་ལས་འགུལ་བ་མང་པོས་བུད་མེད་རེ་འབོད་ལ་ཡ་ཤ་བརྩེས་རྒྱབ་སྐྱོར་བྱེད་འགོ་ཚུགས་པ་དེ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུའི་རྗེས་ཀྱི་ལོ་མང་རིང། ངོས་ནས་དམངས་གཙོ་དོན་གཉེར་གྱི་ལས་འགུལ་ནང་ཞུགས་ཏེ། པེ་རི་སི་དང་ལོན་ཏོན། Swiss། འཇར་མན། ཨ་རི། Canada། ཨོ་སི་ཀྲི་ལི་ཡ། ཉི་ཧོང་སོགས་རང་དབང་ལུང་པར་སླེབས་འབྱོར་རྒྱ་རིགས་མང་པོ་ཐུག་འཕྲད་བྱས་པ་ཡིན། གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་ངོ་རྒོལ་ལས་འགུལ་གྱི་མི་སྣ་གཙོ་བོ་ཁ་ཤས་ཀྱིས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་དགུ་པའི་ནང་རྒྱ་ནག་དམངས་གཙོའི་མནའ་འབྲེལ་ཚོགས་པ། Federation for Democratic China། ཞེས་པ། གྲོང་ཁྱེར་པེ་རེ་སི་གསར་འཛུགས་བྱས་འདུག་པ་ནས་རེ་སྐུལ་བྱས་དོན་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་བཅུ་གཉིས་པའི་ནང་ཚོགས་པའི་འགོ་བྱེད་རྣམས་དང། ཐུག་འཕྲད་ཀྱིས་གྲོས་མོལ་སེམས་ཁུར་ཐེབས་པ་ཞིག་བྱ་རྒྱུ་བྱུང། དེའི་སྐབས་ངོ་འཕྲད་བྱུང་བའི་ལས་འགུལ་བ་གཅིག་ནི་ཡཱན་ཅ་ཆི། ཁུག་རྟ། ཁོང་གིས་སྐབས་ཤིག་རིང་རྒྱ་ནག་གི་སྲིད་བློན་ཀྲའོ་ཙི་ཡཱང་གི་ཆབ་སྲིད་བློས་བཏོན་སློབ་སྟོན་པ་གནང་ཞིང། ཕྱིས་སུ་རྒྱ་ནག་དམངས་གཙོ་རུ་འགྱུར་ཐབས་ཀྱི་ལས་འགུལ་བ་གཙོ་གྲས་ཤིག་རེད། ཁུག་རྟ་ཁ་རྒྱབ། ཞུ་བ་དེ་རེད། དུས་འདིར་རྒྱ་ནག་ནང་དམངས་གཙོ་ཡར་རྒྱས་ཡོང་ཐབས་ཐོག་ལས་འགུལ་བ་ཚོའི་བློ་སྟོབས་དང་ལྷག་བསམ་ལ་ཡང་ངོས་ནས་བསྔགས་བརྗོད་ཐོག་མི་འབོར་ཆེ་བའི་རྒྱ་ནག་དམངས་གཙོར་བསྒྱུར་རྒྱུའི་དམིགས་ཡུལ་ནི་དངོས་གནས་ཁྱད་དུ་འཕགས་པའི་ལས་དོན་བཟང་པོ་ཞིག་ཡིན་ཅིང། དམིགས་ཡུལ་དེ་ལེགས་འགྲུབ་ཐུབ་པར་ཉམས་པ་མེད་པའི་སྙིང་རུས་དང་ལྷག་བསམ་གུས་ལུགས་བཅོལ་བ་ཡིན། དེ་བཞིན་དུ་ངོས་ནས་བོད་མིའི་རང་དབང་འཐབ་རྩོད་ཀྱི་ཉམས་མྱོང་ཁོང་ཚོར་བརྗོད་ཐོག་ང་ཚོའི་འདོད་དོན་དེ་འགྲུབ་པར་དུས་ཡུན་ཇི་ཙམ་འགོར་ཡང་སྙིང་ཐོག་མ་ཞུམ་པར་སེམས་ཐག་གཙང་བཅད་ཀྱིས་འབད་བརྩོན་བྱ་རྒྱུ་ཡིན་ཞེས་བརྗོད་པ་ཡིན། གཞན་ཡང་བོད་མིའི་འཐབ་རྩོད་ཐད་ལ་ཡང་ང་ཚོས་རང་སྐྱོང་ལས་རང་བཙན་མི་རྩོད་པའི་དབུ་མའི་ལམ་དུ་འགྲོ་རྒྱུའི་ཐག་གཅོད་བྱས་ཟིན་ཚུལ་དང། དེ་ཡང་བོད་མི་རིགས་རང་ཉིད་ཀྱི་ཐུན་མོང་མ་ཡིན་པའི་སྐད་རིགས་དང་རིག་གཞུང། ཆོས་ལུགས་དང་བཅས། གསོན་གནས་དང། འཕེལ་རྒྱས་ཐུབ་པའི་ཆེད་དུ་ཡིན་ལུགས་ནན་བརྗོད་བྱ་རྒྱུའི་གོ་སྐབས་བླངས་པ་ཡིན། མཇུག་ཏུ་ཁོང་ཚོར་བོད་མིའི་རང་དབང་འཐབ་རྩོད་དང་བསྡུར་ན་ཁྱེད་རང་ཚོ་རྒྱ་ནག་གི་དམངས་གཙོའི་འཐབ་རྩོད་དེ་ད་ལྟ་འགོ་ཚུགས་ཚར་ཙམ་རེད་ཅེས་བརྗོད་པ་ཡིན། ཕྱིས་སུ་རྒྱ་རིགས་ལས་འགུལ་བ་གནད་ཡོད་མང་པོ་ཐུག་པའི་ཁོངས་སུ་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་གྲགས་ཅན་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་དེང་རབས་ཅན་ལྔ་པ། ཞེས་སྙན་གྲགས་ལྡན་པའི་དཔྱད་རྩོམ་ཞིག་བྲིས་ནས་པེ་ཅིང་གི་དམངས་གཙོའི་རྩིག་གྱང་ལ་སྦྱར་མཁན། ཝེ་ཅིན་ཧྲན་དང། རྒྱའི་ངལ་རྩོལ་བཅོས་བསྒྱུར། བཀོད་བརྩོན་རའི་ལམ་ལུགས་ཀྱི། སྐྱི་གཡའ་བའི་གནས་ཚུལ་ཕྱི་བསྒྲགས་བྱེད་མཁན་གཙོ་གྲས་ཧལ་རི་ཧུའུ་ཡོད། Hal Revuo། ཁོ་བོར་ངོས་ཀྱིས་ལངས་ཕྱོགས་དེར་བསྐྱར་དུ་བསམ་གཞིག་བྱས་ཏེ་བོད་རང་བཙན་གཙང་མ་རྩོད་ལེན་བྱས་ན་ལེགས་པའི་སྐུལ་མ་ཡང་ཐེངས་ཁ་ཤས་བྱས་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་ནེའུ་ཡོག་གྲོང་ཁྱེར་གྱི་ཀོ་ལམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོར་འགྲོ་མིའི་ཐོབ་ཐང་སྐོར་གྱི་ཚོགས་འདུ་ཞིག་གི་སྐབས། རྒྱ་རིགས་སྐར་རྗེས་དངོས་ཁམས་རིག་པ་སྨྲ་བ་གྲགས་ཅན། ཧྥང་ལི་ཧྲི་དང་ངོས་གཉིས་གླེང་སྟེགས་གཅིག་གི་ཐོག་མཉམ་སྡོད་བྱ་རྒྱུ་བྱུང། ཁོང་སྐབས་དེར་ངོས་ལྟར་བཙན་བྱོལ་དུ་བཞུགས་མུས་རེད། གཞན་ཡང་ཁྱད་པར་ཁྱད་དུ་འཕགས་པའི་རྒྱ་རིགས་རྩོམ་པ་པོ་ཝང་རུའུ་ཝང་ཡང་ཐུག་རྒྱུ་བྱུང། ཁོང་ནས་དེ་སྔོན་ཏིང་ཞའོ་ཕིན་ལ་ཡང་ཡི་གེ་བྲིས་ཏེ་སློབ་ཕྲུག་གིས་སྣེ་ཁྲིད་པའི་གནམ་བདེ་སྒོ་མོ་ཆེའི་ལས་འགུལ་ལ་ཡང་རྒྱབ་སྐྱོར་བྱས་པའི་སྙན་གྲགས་ཡོད་ཅིང། དེ་བཞིན་དུ་ཁོང་གིས་ཧྲང་ཧའེ་གྲོང་ཁྱེར་གྱི་ཚོགས་ཁང་ཆེན་མོ་བར་ངོ་རྒོལ་གོམ་བགྲོད་ཀྱི་སྣེ་ཁྲིད་གནང་མྱོང་བ་རེད། རྒྱ་རིགས་ཤེས་ཡོན་ཅན་རླབས་ཆེན་དེ་དག་དང། དེ་བཞིན་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་རྗེས། རྒྱ་ནག་ནས་བྲོས་བྱོལ་དུ་ཡོང་བའི་སློབ་ཕྲུག་གི་འགོ་ཁྲིད་བརྒྱ་ཕྲག་མང་པོ་ཡོད་པ་དེ་ཚོས་རྒྱ་ནག་ནང་རང་དབང་དང་ཆེ་མཐོང། དམངས་གཙོ་བཅས་ཆེ་ཙམ་ཡོང་ཆེད་འཐབ་རྩོད་བྱེད་བཞིན་པ་རེད། རྒྱ་ནག་དམར་པོའི་གཞུང་གིས་ཁོ་ཚོའི་སྐོར་ཡ་འཁྱོག་བཤད་ཇི་ལྟར་བྱས་ན་ཡང། མི་འདི་དག་ཚང་མས་རང་གི་ལྟ་བ་དང་ལངས་ཕྱོགས་ཆེད་དུ་སོ་སོ་སྐད་རིགས་ངོས་ནས་བློས་གཏོང་ཆེན་པོ་བྱས་པ་ཤ་སྟག་ཆགས་ཡོད། དེར་བརྟེན་ཁོ་ཚོ་ནི་རྒྱལ་སྤྱིའི་ཐོག་རྒྱ་ནག་གི་གནས་བབ་དང། དེ་འབྱུང་འགྱུར་ཐད་སེམས་ཁུར་གཏིང་ཟབ་བྱེད་མཁན་གྱི་རྒྱལ་གཅེས་པ་ངོ་མ་རེད། སེང་གེ་འགའི་སེང་འབྲོག་ལེན་སྐད་ཐག་རིང་གི་དཔེ་ཀློག་བྱ་སློབ་ཞུ་མཚམས་དེའི་རྟགས་རང་ལ་ཡར་ཤར་ཤར་གྱི་མདའ་ང་ན་ནང་པ་ཚོ་ལས་ས་རྗེས་མའི་ནང་དུ་རྒྱབ་ཏུ་བཅད་ཡོང།